ཨོ། ད་གོང་ད་གར་ཟེར་ན་ངས་གཏམ་གྱི་སྐད་ཆ་ཚིག་ཁ་ཤས་བཤད་ཡིན། ཨ་ནི་ཁྱེད་ཁ་པ་ཡི་ལས་སོང་ཐིག་བཅད་སོང་ནས། སྐད་དེ་གསལ་བོ་གོ་ཡོད་ས་མ་རེད་སོང་ཟིན་ད་སྐད་དེ་གོ་ཤག། ད་ངས་དེ་རིང་ཐད་གཏོང་གསུམ་པ་ནས་ནང་ལ་བཅར་ནས། ཨ་ནི། བཤད་འདོད་པ་ཚིག་ཁ་ཤས་ཞུས་སོང། དེ་ནས་ད་ངས་གི་ཐད་གཏོང་གི།

ཡིན་ན་ཡང་ད་དེའི་ནང་ལས་ད་ང་ཚོ་གལ་ཆེ་ཤོས་ནང་ལ་གྱུར་ཆོག་ཤོས་གཙོ་བོ་ཟླ་བ་འགྲོ་བའི་འགན་ཟེར་བ་ནང་བཞིན་གྱི་ནི་དལ་གྱི་རྡོག་པོ་ཕྱི་ནང་གོང་ས་ཤང་ཀེ་ཆེན་པོ་ཕྱུག་ནི་པི་ཧ་ས་ཡན་སྐུ་འཁོར་དང་བཅས་པ་ལོ་གཉིས་ཟེར་བཞིན་ནོ་ཧ་ཤེ་ཟེར་ན་མ་ཆོག་པ་ནི་ད་ནི་ཧ་ས་ཡན་གྱི་བསྲུབ་བྱ་དང་པོའི་ངོས་ནས་པི་ཧ་ས་ཡན་གྱི་སྐུ་འཁོར་དང་བཅས་པ་ཞི་བདེ་ལྷིང་འཇགས་དཔའ་ཡག་པོ་ཆགས་དེ་རེད་དུ་འགྲོ་སོང་ཙང་དེ་ང་ཚོ་དགའ་གི་པའི་གཏམ་རེད་ད་ཉེ་བའི་ཆར་ལ་སྤེན་པ་ཚེ་རིང། འདམ་ཐེབ་བསིལ་ཤང་གི་དགའ་བདེ་བུ་རུ་བཀོད་དེ་བཤད་སོང། དགའ་བདེ་བུ་རུ་བཀོད་དེ་བཤད་ནས་ཨ་ནི་ཉི་མ་ཁ་ཤས་ཡིན་འགྲོ་ལུས་མེད་ནས། ཨ་ནི་དགའ་བདེ་བུ་རུ་ནང་ལ་ད་ཅིའི་ནད་ཐོག་ཐན་ཤ་ཟེར་མི་འགོ་བདུད་ལ་ཐན་ཤ་ཟེར་ནས། ཨ་ད་དེ་ཏོག་ངན་དེ་གོ་བ་རེད་དེ་འདྲ་གོ་བའི་རྗེས་ལ་ཨ་ནི་ང་ཚོ་མི་མང་ཚང་མ་ཧ་ས་ཡང་གི་ཨ་ནི་སེང་ཁྲི་ཆུང་མོ་དང། ཨ་ད་གཙོ་བོ་ནི་ལས་གཞི་ལས་རྒྱ་ཆེའི་མི་མང་དེ་ཧ་ས་ཡང་གི་བློ་ཕོགས་ཆུང་དེ་རེད།

ནི་གོ་བརྡ་སྤྲད་དགོས་རེད་དེ་སྤྲད་མ་སོང་དེ་དཔེ་ཧ་སང་གི་བློ་ཕོག་བྱུང་སོང་དེ་རིང་ད་རུང་ངེད་གནས་ཀྱི་དེ་ལ་ད་མུ་མཐུད་ནས་ཀྱི་ཀྱི་གསལ་བཤད་དེ་མང་པོ་བསྐྱང་ངེས་ཟེར་ལ་ཡིན་ཧ་རང་དེ་རིང་ལ་ཡོང་རྒྱུ་བསྐྱང་ཡིན་དེ་བསྐྱང་དགོས་པའི་རྒྱུ་མཚན་ཅི་རེད་ཟེར་དུས་ཕྱི་ཟླ་གཉིས་པའི་གི་ཚེས་ཤ་ཟུར་ད་དེ་རིང་གི་ད་རེས་དགུ་ཟེར་འགྲོ་གི་ཡོད་རེད་དེ་ཟུར་ད་ཟླ་མ་གཏོགས་དགུ་ཡིན་ཨ་ནི་ད་རེས་ལ་གཉིས་ནས་དྲུག་ནས་ཟེར་དུས་ཐད་གཏོགས་ལྗོངས་ཟུར་དུ་གནས་ལུགས་རྒྱུ་མཚན་བཤད་གི་མི་འདུག་དེ་ཟུར་དེ་ལ། ང་མི་གཅིག་སྐད་ཆ་མ་རེད་འདི་མི་མང་པོ་ཞིག་རེད། དེ་སེམས་ཁོང་ལོག་པོ་ཡོང་གི་ཡོད་རེད་ད། དེ་ག་དུས་ཕོ་བྲང་སོགས་ཡིན་ན་འདྲ་གངས་རྒན་གི་ཧ་གོ་དགོས་རེད་རྒྱལ་སྲུང་ལས་ཤོར་མགོ་ཁྲིད་རྒྱ་རི་གྲོང་མ་ཡིན་ན་འདྲ། སྤུན་པ་ཚེ་རིང་ཡིན་ན་འདྲ་ཚང་མ་གི་ཧ་གོ་དགོས་རེད་ད། ཁྱེད་རང་ཚོ་གི་མི་མང་གི་སྐུ་ཚབ་དང་མི་མང་གི་ལས་དོན་ཡག་པོ་སྒྲུབ་བསམ་ན་དེ་ཧ་གོ་དགོས་རེད། དེ་ལ་གསལ་བཤད་དང།

པས་སེ་འབྲི་བྱས་དེ་གི་ཡེ་རེ་ད་དེ་སྤར་རོ་དེ་ལ་ད་ཁ་ཚུབ་དེ་བཞག་ལ་སྟ་རེ་འདི་ནས་མཛའ་གྲོགས་གི་སེ་པས་ཧ་ས་ཡང་གི་མ་སང་སེ་གྲོགས་ཡིན་ན་སེ་གི་རེ་ད་མཛའ་གྲོགས་གི་ཞོ་ལས་ཡིན་ལས་དེ་རེ་ད་དེ་བཞི་ལ་ད་དེ་རེ་ལ་སྟ་རེ་གི་ཉེ་པོ་ལ་ཡང་དེ་ལ་འགྲེལ་བཤད་ལུགས་བཤད་རྒྱ་ཤིན་འདུས་ཟེར་ནས་ཡང་ངོ་གཅིག་ལས་དེ་རེ་ད་འགྲེལ་བཤད་ལུགས་བཤད་དེ་ཁོ་རང་སོ་རྒྱ་ཡེ་རེ་ཁོ་རང་སོ་གི་མ་མོ་མོ་ལ་ཐུགས་སུ་བྱས་དེ་རེ་ཨ་ནི་མཛའ་གྲོགས་ཡིན་ན་མཛའ་གྲོགས་ཆོག་དེ་རེ།

མ་གཏོགས་མི་འདི་སོགས་ཀྱིས་ད་བྱེད་ཀྱི་འདུག་བ་དེ་སོང་འདྲ་མི་འདྲ་བྱེད་ཀྱི་འདུག་དོན་དག་སོང་ཙང། གཙོ་བོ་དེ་ནི་ད་ད་ལྟ་གི་འཛིན་སྐྱོང་བཀའ་ཤག་ཟེར་ན་མི་འདི། བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་ཟེར་ན་མི་འདི་སུ་དང་སུ་ཡིན་ན་ད་ལྟ་ལ་དུས་ཆེན་འདི་ལ། རྒྱ་ནག་ཨོ་ལིམ་པིག་གི་ནི་ལུས་རྩ་དེ་ལ་ནི་དམིགས་བསལ་གྱི། རྒྱ་ཤོ་ཡོད་ན་རྒྱ་ཤོ་ཡོད་ཟེར་བཤད་མ་སོང་ལ་རྒྱ་ཤོ་མེད་ན་མེད་ཟེར་བཤད་མ་སོང། ཨ་ནེ་གནས་སྟོང་དུ་རྒྱུ་ཚིག་གེ་མ་ཤེས་ནས་སྐུ་པར་ནང་བཞིན་བསྡད་སོང། དེ་ཧ་སང་ཡང་གི་བོད་མི་ད་མང་པོ་ཞིག་ཨ་ནེ་རེ་བ་དང་བོད་མི་མང་པོ་ཞིག་སེམས་བག་ཆུང་དེ་གི་ཡ་རེད། བོད་མི་སྒྲིག་འཛུགས་གི་མཛད་གཙོ་རྣམ་པར་རྒྱལ་ལ་ད་ལྟ་ཤི་འདས་པ་གཅིག་དེ་ཡིན། གཉིས་པའི་ཆ་ནས། ག་རེ་ཟེར་གི་རེད་ཁ་ཐུག་ཉན་ཆ་ལ་རྒྱ་རི་སྒྲོག་མ་ཟེར་ད་ཅི་ཡིན། ནང་སྲིད་དཀའ་ལས་དང་ཚད་དུ་ལྡན་པ་དེ་འདྲ་ཐོན་པ་ཨ་ནེ་སྲིད་གཞུང་དང་ཚད་དུ་ལྡན་པ་དེ་འདྲ་ཐོན་པ་ཆོ་ཡ་མ་རེད་ཉེ་དུས་ཉེ་གི་རྩ་གཅིག།

དོན་གྲོགས་སོང་ཙང་ནི་ད་གང་ཡང་དང་ག་རེ་ཡིན་ན་མེད་ན། མོ་མོ་མཚུངས་མེད་ཀྱི་སྤྲང་ཕྲུག་དེ་འབོ་བཟོ། ད་རེས་བཟའ་བཟའ་བཟི་བཟི་བཟོ་དགོས་གལ་བྱུང་བ་རེད་མ་གཏོགས། ད་ད་ལྟ་གི་མགོ་ཁྲིད་གཉེར་དེ་སོགས་ཀྱི། རྒྱ་མིས་བསྒྱུར་བཅོས་བ་གི་ལས་ཀ་ཅང་ཅང་བོ་བྱེད་ཀྱི་འདུག་བ་དྲ་དགའ་གཉེན་སྡུག་གི་ལས་ཀ་བྱས་བསྡད་མི་འདུག་རྒྱ་མིས་ཀྱི་འདས་བ་ག་ཚད་ཡས་དེ་སྤུངས་ཀྱི་བཏང་འདུག་བརྒྱ་ཤ་བརྒྱ་བཟོ་གི་འདུག་ད།
ཨོ་དེ་བཟོ་གི་འདུག་དེ་ང་ཚོ་ནས་ཡིན་ནོ། ད་ད་ལྟ་སྐབས་སུ་བབ་པ་ག་ད་ལྟ་བཀའ་ཤོག་གི་མི་དེ་གཉིས་ཀྱིས་དེ་སོག་གི་ཕ་རྒྱ་བ་རིན་པོ་ཆེ་རི་བོ་རྩེ་ལྔ་ལ་དེ་འདྲའི་ཞེས་དང་ཨོ་མན་ལོང་གི་གཅིག་ནོར་བུ་ཤེས་དེ་དེ་སོག་གང་ག་དད་དུ་བསྟན་པ་ཚད་དུ་བསྟན་པ་ཆོག་གི་ཡ་མ་རེད་དེ་སོག་གང་ག་སྙིང་ནད་གྲོ་ནད་ཟེར་དེ་ང་ཚོ་བཟའ་ཟ་མ་བཟོ་ན་རྒྱ་མི་ཟེར་ཡ་དེ་ངོ་ཚ་ཡ་མེད་པ་ཞེ་དྲི་ཡ་མེད་པ་ཡིན་ཙ།